ད་ད་ལན་སྟབས་ལེགས་ཀ་ཅིག་ལ་ཡ་ད་འདའ་བར་དུ་འོས་དུས་ནང་ལོགས་ལ་ཡ་དེབ་སྐད་བྱེད་མཁན་གྱི་གྲངས་འབོར་དེ་ད་མང་ཤོས་འགྲོ་བ་ཞིག་རེད། དགུ་བཅུ་གོ་གཅིག་ཕྱེད་ལྷག་ཟེར་བ་ཞིག་རེད་དོ། ཨ་ནི་ང་ཚོའི་རེ་བ་ལ་ཡ་དེ་སྔ་དང་མ་འདྲ་བར་མང་ཚོགས་ནང་ལོགས་ལ་རེད་ཨ་ནི་སྤྱི་ཚོགས་ནང་ལོགས་ལ་ཡ་རེད་ཨ་ནི་འོས་མི་རྣམ་པ་ཚོ་ནང་ལོགས་ལ་ཡ་གང་འདྲ་ཅིག་དོ་སྣང་བྱེད་ཡ་དེ་ཤུགས་ཆེན་པོ་ཞུགས་བཞིན་འདུག་ཨ་ནི་ཅིག་འཚོ་བ་ཡང་རྣོན་པོ་ཞུགས་བཞིན་འདུག་ད་འདའ་མོ་ཚོ་བཟི་ཡོད་རེད་བ། དེ་ཡིན་དུས་ང་ཚོའི་རེ་བ་ལ་ཡ་དེ་སྔ་ཡིན་པའི་ནི་ཨ་ནི་བརྒྱ་ཆ

བྱས་བྱས་ང་ཚོ་ད་ས་གནས་ས་ཐོག་ལ་ཡང་ད་གོ་སྐབས་ཕུལ་བའི་ཁུལ་དོགས་ཞིག་རེད། དེ་ཡིན་དུས་ཙམ་ལ་ཡང་ད་ལན་ཅིག་འགན་འཁེལ་ངེས་རེད་ཨ་ནི་བཀའ་འདྲི་གནང་ངེས་རེད་ད་ང་ཚོ་དེ་བསླུ་བའི་ཨ་ནི་མཐུན་རྐྱེན་བསྐྲུན་ཐུབ་ཀི་རུ་བས་བྱས་བྱས་བྱས་བྱས་དེ་ལྟ་ཡིན་དུས་ཙམ་ལ་ཡང་ད་མང་ཚོགས་ནང་ལོགས་ལ་ཡང་འོས་འཕེན་ཡང་གི་དེ་གལ་གནད་ག་ག་ཟིན་པ་དང་རྩ་ཆེན་པོ་ག་ག་ཟིན་པ་ཅིག་ངོས་འཛིན་ཐོག་ནས་ཆ་ཤས་ལེན་དེ་གལ་ཆེན་པོ་ཡིན་པ་ཅིག་རྟོགས་ལ་ཨ་ནི་ད་ལན་དངོས་གནས་ཕྱར་གྲུ་མཉམ་འདེགས་ཡག་པོ་གནང་སོང་ང་ཚོ་དངོས་གནས་གང་ཐུག་ཐུག་ཅིག་འཕྲུལ་མཁན་མཐུད་ཐུབ་པ་བྱས་ཡོད་ཨ་ནི་འོས་བསྡུ་ལས་རིམ་འདི་གྲལ་སྒྲིག་བྱས་ཡ་ལ་ཡང་ད་ཟླ་བ་མང་པོ་འགྲོ་བསྡད་ཡོད་རེད། བཅུ་པའི་གཅིག་ནས་ངོས་འཛིན་བྱས་པས་ན་ད་ང་ཚོ་ས་གནས་ས་ཐོ་མང་པོ་ལ་ཡང་བཅར་རེད་སྦྱང་བཤད་མང་པོ་བྲིས་བསམ་འཆར་མང་པོ་གླན་ཡོད་རེད་ཨཱ་ནི་ཟབ་སྦྱོང་ཡང་ཚོགས་ཡོད་རེད་རེད་བ་ཨཱ་ནི་ད་ཉིན་རེ་ཉིན་རེ་ནི་ཁ་པར་ཐོག་ནས་རེད་འདུག་བ་བཀའ་འདྲི་ཞུས་དེ་ཚོ་ལ་ཡང་ཅིག་ལན་འདེབས་བྱས་རེད་གསལ་བཤད་བྱས་ཏེ་བྱས་བྱས་ད་དེ་རིང་ཉིན་མོ་འདི་ད་ཨིན་ཇིའི་སྐད་དུ་མུ་སུམ་ད་བྲིས་ཏེ་རེད་བ་ད་ཐོག་མ་འདི་ཆགས་བསྡད་ཡོད་རེད་སྔོན་འགྲོ་འདི་ཨཱ་ནི་མང་གཙོ་ངོས་ནས་བྱ་བྱེད་ལས་སྣ་ཐོག

མཉམ་ཞུགས་བྱེད་ཡག་གི་གོ་སྐབས་དེ་ཡོད་མ་རེད་ང་ཚོ་ཨ་ནི་རང་དབང་ལུང་པ་ལ་ཡོང་མཁན་དེ་ཚོ་དགོས་ནི་འོས་བསྡུ་གི་ཆ་ཤིག་ལེན་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ད་ང་རང་འདྲ་གྱིས་ན་ཉིན་སྟོང། གཅིག་གཉིས་བཟུང་དེ་ཨ་ནི་ད་ལྟ་བར་དུ་འོས་བསྡུ་གི་ཆ་ཤིག་ལེན་ཡང་ཐུགས་བརྩེ་ཆེ་ན་གོ་སྐབས་ཆ་ཚང་ཐུབ་བསྡད་པ་གཅིག་ཆགས་དུ་ཡོད་ཨ་ནི་ད་རིང་འདྲ་གྱིས་ན་སྲིད་སྐྱོང་བྱས་སྤྱི་འཐུས་བྱས་ཆ་ཚང་གིས་ཨ་ནི།

གནད་འགག་དེ་གསུམ་འདི་གལ་ཆེན་པོ་བརྩི་གི་ཡོད། ད་དེར་རྟེན་འབྲེལ་རེ་བོ་ཅིག་དོར་ནས་ཆར་བ་སིབ་སིབ་རེ་བོ་ཅིག་བརྒྱབ་རྗེས་དུ་སྐོར་བཙུགས་སོང་ཨེ་འདུག་ད་ལྟའི་ས་གནས་གཉིས་སུ་ལ་ད་ཧ་ལམ་གཉིས་གསུམ་ཅི་ལ་འོས་ལུགས་ཚར་རེད་ད་ཇེ་པན་དང་ནིའུ་ཟི་ལན་ཨོ་སི་ཀྲེ་ལི་ཡ་རེད་པ་ཨེ་འདི་ཡོད་འདི་ད་ད་ལན་རྒྱ་གར་ནས་བྱས་རྗེས་ཨེ་ནི་ཡུ་རོབ་ཨ་རིས་བྱས་རྗེས་ཨེ་ནི་ཡག་ཐག་ཆོད་ཚགས་ཚུད་ཐག་ཆོད་ཡོང་གི་རེད་བསམ་བྱས་རེ་བ་ཡོད་ནའོ།